བཀྲ་ཤིས་བདེ་ལེགས། འདི་ནི་དེ་རིང་ང་ཚོ་སྤྱི་ཁྱབ་གོ་མཁྱབ་མཛོད་རྩ་བ་ནས་དགུ་བའི་སྐབས་དང་པོ་རྒྱུ་མཚན་གཉིས་ཀྱིས་ཐེག་པའི་ས་ལམ་རྣམ་པར་བཞག་པའི་སློབ་ཚན་ཞེས་པ་དེ་འགྲོ་བ་ཡིན། འདི་ནི་དེ་རིང་གི་བརྗོད་གཞི་སྦྱོར་ལམ་བཤད་པ་གི་དང་པོ་དེ་རེད། དེ་ནི་སྤྱིར་བཏང་སྦྱོར་ལམ་བཤད་པ་ལ་རྩ་བའི་ཟབ་ཁྱད་ཤེས་ཡོད་པས་དེ་རིང་གི་བརྗོད་གཞི་སྦྱོར་ལམ་གྱི་ངོ་བོ་དང་མཚན་གཞི་རབ་ཏུ་དབྱེ་བ་རང་བཞིན་གཏན་ལ་དབབ་པ་ཟེར་བ་འདི་ཞི་བདེའི་གཞས་ཡིན། ད་ནི་སྤྱིར་བཏང་རང་བཞིན་ལྟ་ལ་བབ་པ་ཟེར་བ་འདི་སྐབས་སུ་གཙོ་བོ་དེ་སྦྱོར་ལམ་གྱི་ལུས་རྟེན་དང་སེམས་རྟེན་དེ་བཤད་ཀྱི་ཡོད་པའོ་དེ་འདྲ་ཞིག་རེད། ད་ནི་དང་པོ་སྦྱོར་ལམ་གྱི་མཚན་ཉིད་དང་ངོ་བོ་ལ་སྦྱོར་ལམ་སྟོན་ཐབས་མངོན་རྟོགས་ནི་སྐབས་དེའི་ཞེས་ཚིག་རྐང་གཅིག་གསུངས་པ་རེད། འདིས་དོན་དག་ག་རེ་ཟེར་གྱི་ཡོད་རེད་ལབ་ན་སྦྱོར་ལམ་གྱི་ངོ་བོ་རྣམ་པར་གྲོལ་བའི་འཇུག་ངོགས་གང་ཞིག། དོན་མངོན་པར་རྟོགས་པའི་གནས་སྐབས་ཀྱིས་བསྡུས་པའོ། འོ་དེས་སོང་བ་རེད། འདི་ནི་སྤྱིར་བཏང་ལམ་གྱི་མཚན་ཉིད་ལ་འཇིག་རྟེན་དང་འཇིག་རྟེན་ལས་འདས་པའི་གོ་འཕང་མཆོག་ཏུ་བགྲོད་པའི་འཇུག་ངོགས་དེ་འདྲ་ལབ་པ་རེད། འདི་ནི་ཚོགས་ལམ་གྱི་ངོ་བོ་ལ་མྱ་ངན་ལས་འདས་པར་བགྲོད་པའི་གཞི་གང་ཞིག་ནི་ཐར་པ་ཆ་མཐུན་གྱི་བདེ་བ་ཞིག་ལབ་པ་རེད། འདི་ནི་སྐབས་འདི་ལ་རྣམ་པར་གྲོལ་བའི་འཇུག་ངོགས་གང་ཞིག་དོན་མངོན་པར་རྟོགས་པའི་གནས་སྐབས་ཀྱི་བསྡུ་བ་ཞིག་ལབ་འདུག། ཡིན་ཙང་རྣམ་པར་གྲོལ་བ་ཟེར་བ་དེ་ཐར་བ་ཟེར་གྱི་ཡོད་པ་རེད། གང་ལས་གྲོལ་བ་རེད་ལབ་ན་འཁོར་བ་ལས་གྲོལ་བ་ཡང་ན་སྡུག་བསྔལ་ལས་གྲོལ་བ་དེ་རེད། ཡིན་ཙང་རྣམ་པར་གྲོལ་བའི་འཇུག་ངོགས་ལབ་དུས་རྣམ་པར་གྲོལ་བ་ལ་འཇོག་སྲིད་རྣམ་པར་གྲོལ་བ་ལ་འགྲོ་སྲིད་ཞེས་ཟེར་གྱི་ཡོད་པ་རེད། རྣམ་པར་གྲོལ་བའི་འཇུག་ངོགས་གང་ཞིག་དོན་མངོན་པར་རྟོགས་པ་ཟེར་བ་ཨ་ནི་སྦྱོར་ལམ་གྱི་ངོ་བོ་དངོས་གནས་ཏེ་དོན་མངོན་པར་རྟོགས་པའི་གནས་སྐབས་ཀྱི་བསྡུ་བ་ཟེར་བ་དེ་རེད། དོན་མངོན་པར་རྟོགས་པ་ཟེར་ན་བདག་མེད་ཕྲ་རགས་གང་རུང་གི་དོན། ལ་སྒོམ་བྱུང་གི་མྱོང་བ་ཐོབ་པ། ཡང་ན་བྱང་ཆུབ་སེམས་དཔའི་ལམ་གཞིར་བཞག་པ་ཡིན་ན། ཨེ་ནས་སྟོང་པ་ཉིད་ཀྱི་དོན་ལ་སྒོམ་བྱུང་གི་མྱོང་བ་ཐོན་པའོ། དེ་ལ་དོན་མངོན་པར་རྟོགས་པ་ཟེར་ཡོད་པ་དེ་འདྲ་ཞིག་རེད། ཡང་ན་དོན་མངོན་པར་ཡང་ན་དོན་མངོན་རྟོགས་སྦྱོར་ལམ་གྱི་མཚན་ཉིད་དང་དག་ཆེན་གྱི་དོན་མངོན་རྟོགས་དག་ཆེན་གྱི་སྦྱོར་ལམ་གྱི་མཚན་ཉིད་ཟེར་ལབ་པ་རེད། ད་ནི་སྤྱིར་བཏང་སྦྱོར་ལམ་ལ་ཐེག་པ་གསུམ་གྱི་སྦྱོར་ལམ་གསུམ་ཡོད་པ་རེད། དེའི་ནང་ནས་ཉན་ཐོས་ཀྱི་དོན་མངོན་རྟོགས་ལམ་ལ་ཉན་ཐོས་ཀྱི་སྦྱོར་ལམ་ཟེར་གྱི་ཡོད་པ་རེད། ཐེག་ཆེན་གྱི་དོན་ངོ་རྟོགས་ལམ་ལ་ཐག་ཆེན་གྱི་སྦྱོར་ལམ། འོ་དེ་རེད། ད་ནི་མཚན་ཤས་ངོས་བཟུང་བ་ལ་འཇིག་རྟེན་པ་ཡི་སྒོམ་བྱུང་ཤེས་རབ་ངེས་ཟེར་ལབ་པ་རེད། མཚན་ཉིད་དེ་དང་ལྡན་པའི་མཚན་ཤས་སྦྱོར་ལམ་ཟེར་ན་ག་འདྲ་ཅིག་རེད་ལབ་དུས། དྲོད་སྐྱེས་ཡེ་ཤེས་སྐྱེས་པ་ནས་བཟུང་མཐོང་ལམ་མ་སྐྱེས་བར་གྱི་སྟོང་པ་ཉིད་ལ་དམིགས་པའི་འཇིག་རྟེན་པའི་སྒོམ་བྱུང་གི་ཤེས་རབ་གཙོ་བོར་གྱུར་པའི་ལམ་རྣམས་སོ། ཨ་ནི། དྲོད་སྐྱེས་ཡེ་ཤེས་སྐྱེས་པ་ནས་མཐོང་ལམ་མ་སྐྱེས་པར་ལབ་ན་ད། མདོར་ན་ག་རེ་ཟེར་ཡོད་རེད་ལབ་དུ། སྦྱོར་རློམ་ཐོབ་པ་ནི་མཐོང་རློམ་མ་ཐོབ་པའི་བར་གྱི་ལམ། འོ་དེ་ཟེར་གྱི་ཡོད་པ་རེད། དེའི་བར་གྱི་ལམ་ལ་མང་པོ་ཡོད་པ་རེད། སྙིང་རྗེ་ཆེན་པོ་ཡོད་པ་རེད་བྱང་ཆུབ་ཀྱི་སེམས་ཡོད་པ་རེད། ཚུལ་ཁྲིམས་ཀྱི་ལྷག་པ་ལ་སོགས་པ་གང་ལྟར། སྦྱོར་རློམ་ཐོབ་པ་ནི་མཐོང་རློམ་མ་ཐོབ་བར་གྱི་དགེ་བའི་ལམ་ཚང་མ་དེ་སྦྱོར་ལམ་རེད། ཡིན་ན་ད་སྦྱོར་རློམ་དུ་འཇོག་བྱེད་ཀྱི་གཙོ་བོ་དེ། སྟོང་པ་ཉིད་ལ་དམིགས་པའི་འཇིག་རྟེན་པའི་སྒོམ་བྱུང་ཟེར་བ་དེ་རེད། གང་དུ་བཤད་པ་ནང་བཞིན་སྟོང་པ་ཉིད་ལ་སྒོམ་བྱུང་གི་མྱོང་བའམ། སྟོང་པ་ཉིད་ལ་བརྟེན་པའི་སྒོམ་བྱུང་གི་ཤེས་རབ་དེ་ཐོག་མ་ཐོབ་པ་རེད། ཡང་ན། སྟོང་པ་ཉིད་ལ་དམིགས་པའི་ཞི་ལྷག་ཟུང་འབྲེལ་གྱི་ཏིང་ངེ་འཛིན་དེ་ཐོག་མར་ཐོབ་པ་རེད་ཟེར་བའོ་དེ་གསུང་གི་ཡོད་པ་རེད།